ཨའོ་བཀྲ་ཤིས་བདེ་ལེགས། དེ་རིང་ང་ཚོ་རྒྱལ་སྲས་ལག་ལེན་གསོལ་བསྟོད་མའི་སློབ་ཚན་གྱི་སློབ་ཐུན་ཉི་ཤུ་རྩ་བདུན་པ། རྩ་བའི་ཤོ་ལོ་ཀ་ཉི་ཤུ་ཉི་ཤུ་རྩ་བདུན་པ། ནས་སྦྱིན་པ་གཏོང་བ། སྦྱིན་པའི་ཕར་ཕྱིན་ལ་བསླབ་པ། འདི་སྐོར་ལ་ང་ཚོ་འགྲེལ་བཤད་མདོར་བསྡུས་སུ་སྦྱར་བ་ཡིན། ནས་ད་འདིའི་རྩ་ཚིག་ཡིན་ན། བྱང་ཆུབ་འདོད་པའི་ལུས་ཀྱང་གཏོང་དགོས་ན། ཕྱི་རོལ་དངོས་པོ་རྣམས་ལ་སྨོས་ཅི་དགོས། དེ་ཕྱིར་བརླན་དང་རྣལ་སྨིན་མི་རེ་བས། སྦྱིན་པ་གཏོང་བ་རྒྱ་བཟའི་ལག་ལེན་ཡིན། ངོ་བསྟན་འགྲོ་གསུངས་པ་རེད། ཨཱ་ནི། ད་འདི་ང་ཚོ་གསར་བརྗེའི་ཚོ་འདྲ་བོ་མ་སོང་ན་གསར་པ་ཅིག་གི་ཨཱ་ནི་འགོ་བཙུགས་པ་རེད། འདི་སྔོན་ལ་ད་ང་ཚོ་རགས་རིམ་ཅིག་བཤད་པ་ཡིན་ན་དཔེར་ན་འདི་སྔོན་ལ། བདག་ཆེན་མཉམ་རྗེ་ལ་སོགས་པ་བྱང་ཆུབ་ཀྱི་སེམས་བསྐྱེད་ཚུལ་བཤད་ཀུན་རྫོབ་བྱང་ཆུབ་ཏུ་སེམས་བསྐྱེད་ཚུལ་བཤད། དེ་ནས་བཟུང་བ་དང་འཛིན་པ་རང་བཞིན་གྱིས་མ་གྲུབ་པ་ལ་སོགས་པ་དོན་དམ་བྱང་ཆུབ་ཀྱི་སེམས། ཨ་དེ་བརྟེན། དོན་དམ་དོན་དམ་བྱང་ཆུབ་ཀྱི་སེམས་ལ་སློབ་དགོས་པ་དེ་བརྟེན། ཨ་དེ་ཚར་ནས། ད་ག་རེ་རེ་ལབ་ན་ཡང་ནི་བྱང་ཆུབ་སེམས་དཔའི་སྤྱོད་པ་ལབ་གི་རེད་བྱང་ཆུབ་སེམས་དཔའི་སྤྱོད་པ། ཕར་ཕྱིན་དྲུག། ཕར་ཕྱིན་དྲུག་གི་ཉམས་ལེན། ཕྱིན་དྲུག་གི་ཉམས་ལེན་འོ་ད་འདི་རེད་ཕར་ཕྱིན་དྲུག་གི་ཉམས་ལེན་གྱི་ནང་ནས་ཐོག་མ་དེ། ནི་སྦྱིན་པའི་ཕར་ཕྱིན་གྱི་ཉམས་ལེན། འོ་ད་ལྟོས་སུ་ངོས་ཡོད་པ་རེད། ཨཱ་ནི། ད་རྩ་ཚིག་གི་ནང་དོན་མདོར་བསྡུས་པ་ཡིན་ན། ག་རེ་གསུང་གི་ཡོད་པ་རེད་ལབ་ན་བྱང་ཆུབ་ཨཱ་ནི་སངས་རྒྱས་ཀྱི་གོ་འཕང་ལབ་དགོས་རེད་བྱང་ཆུབ་ལབ་སྟེ་སངས་རྒྱས་དང་བྱང་ཆུབ་དོན་གཅིག་པ་རེད། ཨཱ་ནི། སངས་རྒྱས་ཀྱི་གོ་འཕང་ཐོབ་པ་ལ། ཨཱ་ནི། རང་ཉིད་ཀྱི་ལུས་ཚིམ་ཆེད་ཨཱ་ནི་སྦྱིན་པ་གཏོང་དགོས་དགོས་རེད། ངའོ་དེས་གསུངས་པ་རེད། དེ་ག་རེ་གསུངས་པ་རེད་ཟེར་ན་གསུངས་པ་རེད་ལབ་ན་སངས་རྒྱས་མི་གཅིག་སངས་རྒྱས་པ་ལ་ཡིན་གཅིག་མིན་གཅིག་ལུས་པོ་སྦྱིན་པ་མ་བཏང་ན་སངས་རྒྱས་པ་གི་ལམ་དེ་མེད་པ་རེད་པས་ཟེར་ན་དེ་འདྲ་གསུངས་གི་ཡོད་པ་མ་རེད། ཨ་ནི་ལུས་པོ་ཚུན་ཆད་ཨ་ནི་སྦྱིན་པ་སྦྱིན་པ་གཏོང་ཐུབ་ཡ་གི་ཨ་ནི་བློ་སྟོབས་དམ་བཅའ་གལ་ཏེ། ཨ་ནི་ལུས་པོ་སྟོང་དགུ་ཟེར་གྱི་ལ་ཐུག་པ་ཡིན་ན། ཨ། ལུས་པོ་ཡང་སྟོང་ཐུག་པ། ཨོ། དེ་འདྲ་གི་བློ་སྟོབས་དེ་འདྲ་གི་སེམས། ཨོ། དེ་འདྲ་གི་དམ་བཅའ་དེ་འདྲ་གི་སྙིང་སྟོབས། ཨོ། དེ་འདྲ་ཡིན་གྱི་མིན་གྱི་མགོ་རེད། དེ་ཡིན་པར་རེ་བ། བྱང་ཆུབ་ཀྱི་སེམས་སྐྱེ་ཡི་སི་ལབ་དུས་གང་ལ། ང་རང། བྱང་ཆུབ་ཀྱི་སེམས་ཀྱིས་ང་ཚོ་སྡོམ་པ་ལེན་ན་འདྲ་ཡང་ན་བྱང་ཆུབ་ཀྱི་སེམས་སྐྱེ་དུས་ག་རེ་ལབ་ཀྱི་ཡོད་རེད་ལབ་ན། ཉི་མ་དེ་རིང་ནས་བཟུང་སྟེ་ལུས་ངག་ཡིད་ལོངས་སྤྱོད་དང་བཅས་པ་ཚང་མ་འགྲོ་བ་སེམས་ཅན་ཐམས་ཅད་ལ་ཕུལ་བ་ཡིན། བླ་མ་ཡི་དམ་སངས་རྒྱས་བྱང་ཆུབ་སེམས་དཔའ་དུས་སུ་མདུན་ལ་ངས་དེ་རིང་ནས་བྱས་ནས་ནི་ཁས་བླངས་ཁས་བླངས་ནས་དམ་བཅའ་བཞག་པ་ཡིན། ང་རང་གི་ལུས་ངག་ཡིད་ལོངས་སྤྱོད་དང་བཅས་པ་འགྲོ་བ་སེམས་ཅན་ཐམས་ཅད་ཀྱི་ཆེད་དུ་ཀྲུང་དབྱང་གིས་ཨེ་ནི་གཏམ་འཆལ་བཤགས་པ་ཡིན་ཟེར། དེ་འདྲའི་གཅིག་ལ་བྱང་ཆུབ་ཀྱི་སེམས་ཟེར་གྱི་ཡོད་རེད། འོ་ཡིན་དུས། བྱང་ཆུབ་རྫོགས་པའི་བྱང་ཆུབ་ཐོབ་པ་ལ། རང་ཉིད་ཀྱི་ལུས། ཚུན་ཆད་རྒྱུན་པ་གཏོང་ཐུབ་ཡ་གི་དེ་འདྲ་གི་བློ་སྟོབས་ཅིག་དགོས་རེད། ཡིན་ཙང་ལུས་ཀྱང་གཏོང་ཐུབ་ཡ་གི་བློ་སྟོབས་དེ་འདྲ་ཅིག་དགོས་ཀྱི་ཡོད་པ་ཡིན་ན། ཕྱི་རོལ་གྱི་དངོས་པོ། ང་ཚོ་རྒྱུད་དཔལ་འབྱོར་ལོངས་སྤྱོད་ཁང་པ་ནོར་རྫས། ཨོ་ཟེར་ཡ་ཐུ་སོ་དམུས་ཀྱང་གཅོད་ཀྱིས་ཨ་ཅང་ཅང་བཀྲེས་དགོས་བ་རྒྱུན་པ་གཏོང་དགོས་བ་ཨ་ཅང་ཅང། ཡིན་ཙང། ལན་དང་རྣར་མོས་མི་རེ་བའི་སི་རེ་ལན་དང་རྣར་མོས་ལ་དེ་ང་ཚོ་དཔེར་ན་སྦྱིན་པ་གཏོང་བའི་སྐབས་ལ་ང་ཚོ་ཀུན་སློང་མ་དག་པ་དེ་འདྲ་ཡོང་གི་ཡོད་པ་རེད། དཔེར་ན་ངས་སྦྱིན་པ་ཅིག་བཏང་བ་ཡིན་ན་མི་གཞན་པ་གིས་ང་ལ་བསྟོད་པ་བཏང་ཨེ་ཡོང་ལ། ང་ལ་བསྟོད་བསྔགས་བྱེད་ཨེ་ཡོང་ལ། ང་དཔེ་མི་ཡག་པོ་ཅིག་རེད་ཟེར་ཅིག་བྱས་ན་ལབ་ཨེ་ཡོང་ལ། འོ་དེ་འདྲ་རེད་བ་ཅི། ཡང་ན་ངས་ད་ལྟ་ཁོ་ལ་སྦྱིན་པ་ཅིག་བཏང་བཞག་པ་ཡིན་ན་ཁོ་རང་གིས་ང་ལ་མ་འོངས་པ་ན་ང་ལ་རོགས་པ་ཅིག་བྱེད་ཨེ་ཡོང་ལ། སེ་ཡང་འདྲ། ཨོ་དེ་འདྲ་ལ་བསམ་བློ་བཏང། ཨོ་དེ་ལ་ལན་ཟེར་གི་ཡོད་རེད། མནར་མེད་མི་རེ་བ་ལབ་དེ་ག་ལ་ངའི་ད་ལྟ་སྦྱིན་པ་ཅིག་བཏང་བཞག་པ་ཡིན་ན་མ་འོངས་པ་ན་སྐྱེ་བ་བཞི་མ་ང་རྒྱུ་ཆེན་པོ་ཆགས་ན། ཡང་ན་སྐྱེ་བ་འདི་ལ་ང་སྦྱིན་པ་བཏང་བའི་འབྲུས་བུ་ལ་བརྟེན་ནས་ང་རྒྱུ་ཆེན་པོ་ཡོང་མ་ཤོག་འདྲ་བོ་དེ་འདྲའི་གི་ཨ་ནི་རང་འདོད། རང་ཉིད་ཀྱི་ཆེད་དུ་སྦྱིན་པ་དང། སྦྱིན་པ་དང་དེ་འདྲ་བྱས་པ་ཡིན་ན་ལན་དང་ལེན་སྨོན་ལ་རེ་བ་བྱས་པ་རེད་རང་ཉིད་སངས་རྒྱས་ཐོབ་པ་གི་རྒྱུ་ཆགས་ཐུབ་ཀྱི་ཡོད་མ་རེད། ཨོ། དེ་འདྲ་ཡིན་ཙང་ལན་དང་ལེན་སྨོན་ལ་རེ་བ་མི་བྱེད་པའི་ངང་ནས། སྦྱིན་པ་གཏོང་བ་དེ། སྦྱིན་པ་བྱེད་པ་དེ་ནི་རྒྱལ་སྲིད་བྱང་ཆུབ་སེམས་དཔའ་རྣམས་ཀྱི་ཉམས་ལེན་ཡིན། འོན་ཏེ་རྩ་ཚིག་གི་ནང་དོན་མདོར་བསྡུས་པ་ཡིན་ན་དེ་འདྲ་ཞིག་རེད་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།